ལ་སོ་ལྷན་གྱི་མཚམས་བློ་ཁམས་སངས། ད་དེ་རིང་སླར་ཡང་དུས་སུ་ཅིག་སྙིང་ཐུང་ཞིག་ཟུག་གི་ཡོད་ད་དེ་རིང་སྙིང་ཐུང་དེ་གར་དང་འབྲེལ་བ་ཆགས་འདུག་ལུས་དེ་བསམ་པ་ལ་ཡ་ནི་རྒྱ་གར་ནང་གི་ཡ་མི་སྣ་གལ་ཆེན་ཅིག་དང་ཡ་ནི་བོད་པ་གི་ཡ་སྔ་མ་བོད་རང་བཙན་མང་ཤོར་གོང་ལ་ཡ་ནི་ཁོང་དང་འབྲེལ་བ་ག་འདྲས་ཆགས་ཡོད་མེད་དང་དེ་མཉམ་དུ་ལ་ཡ་ནི་དེའི་སྐོར་སུ་ཡ་རྒྱ་གར་གི་ཡ་སྲིད་བློན་ཨ་ད་ད་པ་འདྲིན་ཇཱ་ཧ་ལ་ནི་རུ་ཁོ་རང་རྒྱ་གར་གྱི Prime Minister དང་པོ་དེ་ཆགས་བསྡད་ཀྱི་ཡོད་ར། ཡིན་ཁོ་རང་དང་ཡང་བོད་ཀྱི་གནད་དོན་དང་ག་འདྲའི་འབྲེལ་བ་ཆགས་ཡོད་མེད་དང། ཡིན་ཁོ་རང་གིས་ཡང Prime Minister གནང་བའི་སྐབས་སུ་ཡང་ཡིན་བོད་ལ་རྒྱབ་སྐྱོར་བྱས་ཡོད་རེད་སོ་རྒྱ་ནག་ལ་རྒྱབ་སྐྱོར་བྱས་ཡོད་རེད་བོད་རང་བཙན་ཤོད་ཡ་ལ་ཡང་ཁོ་གིས་ཕན་ཡོད་རེད་སོ་གནོད་ཡོད་རེད་ར། དེ་འདྲའི་གཅིག་གི་ཡང་གནས་སྟངས་གཅིག་གི་འབྲེལ་བ་ཡོད་དུ་ཆུག་ཡ་སྙིང་སྟོང་ཅིག་གསོ་གོ་བསམ་སོང། ནས་ལྷན་རྒྱས་ཚང་མ་ལ་ཡང་དེ་གི་སྙིང་སྟོང་གི་རྒྱུ་ནི་ཡང་ནི་གཅིག།

Iron Man ལ་རོགས་སྐྱག་གི་མི་དེ་འདྲས་ཡང་ཁོང་ཚོ་བོད་ཀྱི་ཡོད་རེད་ད་ཁོ་རང་སུ་རེད་ལུས་བསམ་པ་ནི་ཡང་རྒྱ་གར་ནང་གི་ཡ་ནི་རྒྱ་གར་སྔ་མ་རང་བཙན་གཅིག་སྟོང་དགུ་བརྒྱ་བཞི་བ་ཞེ་བདུན་ལ་རྒྱ་གར་རང་བཙན་ཐོབ་རོགས་རང་བཙན་ཐོབ་བའི་རྗེས་ལ་ཡང་རྒྱ་གར་དེ་ཡང། Princess State ལུས་བསམ་པ་ལ་ཡང་ནི་ཀྱི Princess སྔ་མ་རྒྱ་གར་དེ་ཡང་ཁ་འཐོར་བསྡད་དུས་བསམ་པ་ལ་ཡང British འོག་ལ་ཡོད་དུས་བསམ་པ་ལ་ནི་ཀྱི་མངའ་སྡེ་མངའ་སྡེ་ལ་ཡང་ནི་རྒྱལ་བོ་དང་དེ་འདྲས་ཀྱི་ཡ་ཀྱི་མང་པོ་ཤུགས་ཀྱི་ལོག་ལོག་བསྡད་དེ་ཡོད་རོགས་དེ་འདྲས་ཡིན་དུས་བསམ་པ་དེ་འདྲས་ཀྱི་ཡ་དེ་ཚེ་འདས་ཀྱི་མངའ། ད་དེ་འདྲ་དང་འབྲེལ་བ་ཡོད་རྒྱུ Princess State ག་ས་ཆེ་རུ་བརྩམས་པ་ལ་ཡ་ལྔ་བརྒྱ་དྲུག་ཅུ་རེ་ལྔ་ལྷག་ཟེར་ད་དེ་ཚང་མ་ཡ་གཅིག་ཏུ་སྒྲིལ་མཁན་གཅིག་སྒྲིལ་བཟོ་མཁན་སུ་ཆགས་འདུག་ལབ་ན་ནི་ས་ད་བ་ལ་བ་པ་འདྲ་ཆགས་འདུག་གི་རེད། ད་དེ་འདྲ་ཡིན་འདུག་བསམ་པ་ལ་ཡ་ཁོ་རང་གི་ཡ་བོད་དང་འབྲེལ་བ་ཡོད་རྒྱུ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོ་ལ་ཡ་ནི་ཁོ་རང་གི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་གི་ནི་སྤྱི་ཟླ་བཅུ་གཅིག་གི་ནི་ཏཱ་རེ་བདུན་ལ་ཡ་ཁོ་རང་གི་ནི་རྒྱ་གར་གི་ཡ Prime Minister Pandit Jawaharlal Nehru ལ་ཡ་ཡི་གེ་གཅིག་བཏང་ཡོད་རེད། ད་ཡི་གེ་དེ་ག་གྱི་མདངས་ལུས་བསམ་པ་ལ་ཡང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཡིན་ཡོད་ལ་ཡང་རྒྱ་ནག་གིས་ཡང་བོད་ལ་བཙན་འཛུལ་བྱས་མགོ་བཙུགས་ཡ་དང་ཅིག་བོད་ཀྱི་གནས་སྟངས་དེ་ཡང་རྫ་ར་ཆགས་ཀྱི་ཡོད་ཅིག་དེ་འདྲའི་ཅིག་ཧ་གོ་ད་ནང་བཞིན་གྱི་ཡང་དཔར་འདྲིའི་འཇའ་ལ་ནི་རུ་དེ་ཡང་ཅིག་རྒྱ་ནག་ལ་ཡང་དགའ་ཞེན་ཆེན་པོ་ཡོད་ཅིག་དང་ཅིག་རྒྱ་ནག་ལ་ཡང་ཅིག་དོན་སྣང་ཡོད་དང་རྒྱ་ནག་མཉམ་དུ་ཡང་འབྲེལ་བ་བྱེད་ཡ་གི་འདོད་པ་ཤུགས་ཆེན་པོ་ཡོད་ཅིག་ཁོ་རང་གི་གཟིགས་ནི་ཁོ་རང་ཐུགས་བཟི་བ Ahmedabad། ལ་དུས་ཕར་འགྲོ་དུས་བསམ་པ་ལ་ཡ་ཁོ་རང་ལམ་ཀ་ལ་འགྲོ་གི་འདུག་གི་ཡ་བསམ་བློ་ག་རེ་འཁོར་ལོས་བསམ་པ་ལ་ཡ། གལ་སྲིད་མ་འོངས་པ་ལ་ཡ་ནི། རྒྱ་གར་གྱི་ཡ་རྒྱ་ནག་མཉམ་འགྲོ་ལ་ཐག་ཉེ་བ་ཤོས་ཆེ་བ་ཡིན་ན། དེའི་རྒྱུ་ཅན་ལྟར་ནི་མ་འོངས་པ་ཡ་རྒྱ་གར་གྱི་ཡ་བདེ་འཇགས་ལ་ཡ་ནི། གནོད་གི་ཡོད་བ་ཅིག་དང་ནི་རྒྱ་གར་ལ་ཡ་ཉེན་ཁ་བཟོ་ཉེན་ཆེ་ཤོས་ཅིག་ཡིན་པར་ཁོ་རང་གི་དུས་བསམ་བློ་འཁོར་ནི་ནི་ཁོང་གི་ཡ་དཔར་འདི་རྒྱ་ཧ་ལ་ནི་རུ་ལ་ཡ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གཅིག་ཟླ་བཅུ་གཅིག་གི་སྟ་རེ་བདུན་ལ་ཡ་དུས་ཡི་གེ་ཞིག་བཏང་ཡོད་རེད། ད་ཡི་གེ་འདི་ནང་ནང་དོར་ཁ་བྲིས་བ་རེད་ལུས་བསམ་པ་ལ་ཡ། ནི་ནི་རུ་ལཱས་ར་པཱ་འདི་རྒྱ་ལ་ནི་རུ་ལཱས། ནི་ང་ཚོ་ཡ། ནི་རྒྱ་ནག་ལ་ཡ། ཐ་གཅིག་ཏུ་བས་ཏེ blindly གྱིས belief ཡིད་ཆེས་ཞུ་བའི་བྱེད་ཡ་ག་གཅིག་དེ། ངས་ཤི་ན་ཐུགས་ངུ་མི་འདུག་ང་ལ་ཡ་དོགས་པ་མང་པོ་ཞུ་བཞིན་སླེབས་བསྡད་ཀྱི་འདུག་དེ་འདྲས་ཡིན་དུས་བསམ་པ་ལ་ཡ། ནི Tibet ལས་བོད་ལས་དེ་ནི་ང་ཚོ་གི་ཡ Buffer State ལི་ར Buffer State རེ་ཆགས་འདི་གི་ཡོད་རེད་ཟེར Buffer State དེ་ན་ཁ་ལོ་བ་རེད་བསམ་པ་ལ་ཡ་རྒྱ་གར་དང་རྒྱ་གར་དང་ནི་རྒྱ་མི་གཉིས་གི་ཡ་དཀྱིལ་མ་ལ་ཡོད་དུ་ཆུག་ད་བོད་ཆགས་འདི་གི་ཡོད་ར་དེ་འདྲ་གྱིས་འདུག་བསམ་པ་ལ་ཡ་བོད་དེ་ང་ཚོ་ལ་དཔེ་གལ་ཆེན་པོ་ཅིག་རེད་ཤག་དེ་འདྲ་ཡིན་འདུག་བསམ་པ་ལ་ད་རྒྱ་མི་གི་ཡ་བོད་ཟ་ཡ་དེ་ད་བཟའ་ག་ཡོང་གི་ཡོད་ཨ་ད་དེ་ཚང་མ་དཔེ་བསྲེ་བོ་ཡིན་འདུག་བསམ་པ་ལ་ང་ཚོ་རྒྱ་གི་ཡ་རུག་པ་བྱེད་ཐུབ་ན་ཡག་པོ་ཡོད་ས་རེད་སྙམ་མདོག་ལ་ཡ། རྒྱ་གར་གྱི་ཡང་ད་བོད་དང་རྒྱ་གར་གྱི་ས་མཚམས་དེ་ཚོ་ཚང་མ་ཡང་ཅིག་ནུས་པ་ཆེར་བཏང་ཡང་དང་ཨན་དེ་ཚོ་ཡང་ཤུགས་ཆེར་བཏང་ཡང་དང་རྒྱ་གར་གྱི་ས་མཚམས་དེ་ཚོ་བརྟན་པོ་བཟོ་ཡ་དེ་ཚོ་དཔེ་གལ་ཆེན་པོ་རེད། མ་འོངས་པ་ལ་ཡང་ཨ་ནི་རྒྱ་མི་དེ་ལ་ཡང་ཨ་ནི་ང་ཚོ་ཡིད་ཆེས་ཐོ་ཡ་ད་ཆེ་ཞེ་རག་མི་འདུག་ཟེ་ར་འདུག་ད་ན་ཁོང་ཚོ་ང་ཚོ་ཁ་སྙན་པོ་ཅིག་མ་འདུག་ཁོང་ཚོ་ང་ཚོ་མགོ་སྐོར་བཏང་ཡ་ག་ཅིག་དེ་འདྲའི་ཉེན་ཁ་འདུག་ལ་ནི་དེ་འདྲའི་ལ་ཡི་གེ་ཞིག་བཏང་ཡོད་རེད། ད་ཡིན་པ་ཡིན་ན་ནི་རུ་པཱ་རི་རྒྱ་ལ་ནི་རུ་ཁི་ནས་དེ་ཡི་གེ་རེ་ཞི་ར་ཞི་ར་དོ་སྣང་བྱས་ཡོད་མ་རེད་སྙམ་དུ་ལ་ཡང་ཁོ་རང་སཱ་ད་ཝཱ་ལ་བ་པཱ་ཏིར་ཁོ་རང་ཡི་གེ་དེ་བཏང་ཚར་བའི་རྗེས་ལ་ཡང་ཟླ་བ་གཅིག་རྗེས་ལ་ཡང་ཁོ་རང་འདུག་དགོངས་པ་རྫོགས་ད་ཁོ་རང་གྲོངས་རེད་ད། གྲོངས་དུས་བསམ་པ་ལ་ནི་རུ་ཁི་ཡང་ཡི་གེ་དེ་ལ་ཞི་ར་དོ་སྣང་མ་སྟེ་ནང་དོན་དེ་ལ་ཞི་ར་དོ་སྣང་མ་སྟེ་དེ་འདྲས་བྱས་ནས་ཡང་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་གི་ཡང་སྤྱི་ཟླ་བཞི་བ་སྟ་རི་སྤྱི་ཟླ་བཞི་བ་གི་སྟ་རི་བཅུ་བདུན་ཡིན། བཅུ་བདུན་རེད་བཅུ་དགུ་བཅུ་དགུ་ཡིན་བསམས། དེ་འདྲའི་གཅིག་ལ་ཡ་ཨ་ནི་ད་ལྟ། པཱ་ཏིན་ཇཱ་ལ་ནི་རུ་ཕ་རྒྱ་ནག་ལ་ཕེབས་ནས་རྒྱ་ནག་གི་ད་ལྟ་ས་ཆ་དང་ཐང་པེ་ཅིང་ལས་བྱེད་དོ། འོན་དེ་ལ་ཡ་ཨ་ནི་པང་ཤིལ་ཆུ་གྲིའི་ལས་བྱེད་ཤར་དང། པང་ཤིལ་ཆུ་གྲིའི་ལས་བྱེད་ཤར། རྒྱ། དུས་སྐབས་སུ་རྒྱ་ནག་གི་དཔོན་པོ་སུ་མཉམ་དུ་ཤར་ལུས་བསམས་པར་ད་ལྟ་ང་ཚོ་གི་ཛུའུ་ཡི་ལང་ལས་བྱེད་ར། ཛུའུ་ཡི་ལང་དང་ཨ་ནི། པ་འདི་འཇགས་ལ་ནི་རུ་ཁོ་རང་གཉིས་ཡང་རྒྱ་གར་ལ་ད་ལྟ་རྒྱ་ནག་གི་ས་ཆ་པེ་ཅིང་ལ་དུར་ཐུག་ནས་ཁོ་རང་གཉིས་ཀྱིས་ཡང་ཆིངས་ཡིག་ཞིག་བཞག་ཡོད་རེད་ཆིངས་ཡིག་འདི་ནང་ལ་ཡང་ག་རེ་བྲིས་ཡོད་ལུས་བསམ་པ་ལ་ཡང་ཆིངས་ཡིག་འདི་གི་མིང་ལ་ཡང་སྤང་ཤིལ་ཁྲུས་ཁྲི་ལས་ཅེས་བཞག་ཡོད་རེད། སྤང་ཤིལ་ཁྲུས་ཁྲི་ལུས་བསམ་པ་ལ་སྤང་ཕྱིས་ལུས་བསམ་པ་ལ་སྔར་ལུས་ཀྱི་ཡོད་རེད་ཕྱིས་ལུས་བསམ་པ་ལ་ཡང Principle ལས་ཞོར་གནད་དོན་གཙོ་བོ་དང། གནད་དོན་གཙོ་བོ་ལྔ་གང་ལ་བཞག་ཡོད་རེད་ད་འདི་ནང་ལོ་ནི་གནད་དོན་གཙོ་བོ་ལྔ་ནང་ལོ་ནི་ཡང་གལ་ཆེ་ཤོས།

ཨིན་དྲི་ཡ་གིས་སུ་མཉམ་དུ་འབོ་ཏྲི་ཤེར་བྱེད་ཀྱི་ཡོད་ལུས་བསམ་པ་ལ Tibet མཉམ་དུ་བོད་མཉམ་དུ་བྱེད་ཀྱི་ཡོད་རེད་བ། ད་ཡིན་པ་ཡིན་ན་ཡང་ཁོང་གཉིས་ཀྱི་འཕྲིན་ཡིག་ནང་ལོགས་ལ་ཡང་ཨིན་སང་ཙང་ཕན་ཚུན་བར་ལ་ཡང་དེའི་སྐད་ཆ་དེ་གར་བཤད་ཡོད་ལུས་བསམ་པ་སང་ཙང་ཕན་ཚུན་བར་ལ་ཡང་སྐུ་ཞབས་བྱས་ཡ་ཅིག་དང་ཨིན་སང་ཙང་ཕན་ཚུན་བར་ལ་ཡ་ཅིག་ཕག་ཕག་འཛུལ་ཡ་དང་ཚུར་འཛུལ་ཡ་དེ་ནི་མེད་བ་ཞིག་སོ་སོའི་སང་ཙང་སོ་སོས་སྲུང་ཡ་དེའི་སྐད་ཆ་བཤད་འོང་དུས་བསམ་པ་ལ་དེའི་སྐབས་སུ་ནི་ཡང་བང་ཀྲིན་ཇཱ་ཧ་ལ་ནེ་རུ་གིས་ཨིན་བོད་དེ་རྒྱ་མི་ཆ་ཤས་རེད་ལབ་ཚར་ད་ཁྱི་ལོ་སྒོ་ལྕགས་ལྔ་བཅུའི་ངར་ཤུལ་ལ་འདུག་དེ་འདྲའི་ཕྱིན་འཕྲིན་ཡིག་འདིའི་ནང་ལོགས་ལ། ད་ནང་བཞིན་རྙིང་བ་དེ་གར་ཤར་ལབ་ན། མི་ཆུ་ནོམ་ཨེ་གུར་ཤུ་ནས་ཤར་རེད། མི་ཆུ་ནོམ་ཨེ་གུར་ཤུ་ནང་ན་གར་ལོག་ལེན་བསམ་པ་ལ་ཡང། ཨེ་ནི། ཀྱི། རྒྱ་ནག་གི་དམག་མི། རྒྱ་གར་ནང་ལོག་ཚུད་ཨེ་ཏེག་བྱས་མེད་བ་ཅིག་དང་ཨེ་ནི་རྒྱ་གར་གྱི་ཕག་ཨེ་ཏེག་བྱས་མེད་བ་ཅིག་ནི་ཡང་སོ་སོའི་ས་ཆ་སོ་སོས་བསྲུང་བསྡད་བྱོས་ར། འོང་དེ་ལོག་རེད། དེ་ལུས་དུས་བསམ་པ་ལ་ད། བལ་དུ་གོར་ས། དེ་གི། ཆིངས་ཡིག་དེ་གང་ཚང་གར་གར་དང་འབྲེལ་བ་རེད་བསམ་པ་ལ་ཡང་བོད་དང་འབྲེལ་བ་ཡོད་བ་གང་ཞིག་ལ་མདོར་བསྡུ་ན་ནེ་རུ་གི་ཡང་བོད་དེ་ཡང་རྒྱ་མི་ལ་ད་ཐུགས་ཆེ་ནི། ད་མཐའ་གཅིག་ཏུ་ཡང་རྒྱ་མི་ལ་རྒྱབ་སྐྱོར་ཡོད་དོ་ཞིག་རེད་ད་ནི་རུ་དེ་ཡོད་ར། ད་དེ་ནས་ནི་བསམ་པ་ལ་ཡ་དེ་ནི་མ་ལུས་བསམ་པ་ལ་ཡ་མེ་ཆུ་ནང་ཨིན་ཏི་ཧྥེརེན་སི་ལུས་བསམ་པ་ནི་ད་རང་རེད་རྒྱ་ནག་ཁོ་རང་ཚོ་གི་དགོས་མཁོ་རེད་དཔེ་ཆ་ཆེ་ན་ཁ་ལོ་ལུས་བསམ་པ་ལ་ཡ་རྒྱ་མི་གིས་ཡ་ནི་རྒྱ་གར་ནང་ལོག་ལ་ཡ་བྱེད་དོ་ཆིག་མ་རེད་ནི་རྒྱ་གར་གིས་ཡང་རྒྱ་མི་ནང་ལོག་ལ་ཕ་གི་བྱེད་དོ་བྱེད་ཡ་ཡོད་མ་རེད་ད་ཁོ་རང་གི་ནང་ལོག་ག་ཡི་ནང་སི་ཡོད་ར་ཁེ་གུ་བྱེད་དོ་མ་བྱེད་བ་བྱེད་ཁོ་རང་ནི་ཁོ་རང་གི་དེ་བྱེད་ད་རང་ཤེས་གི་ཡ་ནི་ད་ད Equality and Equality and Mutual Benefit ལ་ཡ་བྱེད་ཡོད་རེད་ད་དེ་ག་རེ་སྐད་ཆ་ཤི་བོ་ལུས་བསམ་པ་ལ་ཡ་ད་རྒྱ་ནག་དང

གར་ཆག་འདི་ལོས་བསམ་པ་ལ་ཡག། རྒྱ་ནག། རྒྱ་གར་གྱི་དཔའ་འབྲིང་ཇཱ་ཧ་ལ་ནི་རུ་གྱིས་བོད་ཀྱི་གནད་དོན་ཐོག་བསམ་བློ་ག་རེ་བཏང་གི་ཡོད་མ་རེད། དེ་འདྲས་ཡིན་དུས་བསམ་པ་ལ་ཡག་དཔའ་འབྲིང་ཇཱ་ཧ་ལ་ནི་རུ་ཁོ་རང་གིས་ག་རེ་བསམ་བློ་ཡོད་རེད་འདུག་བསམ་པ་ལ་ཡག། རྒྱ་ནག་རྣམས་མཉམ་འདོགས་ལ་ཡག་རྒྱ་ནག་དེ་མིང་པོ་ཆེན་པོ་བྱེད་འདུག་བསམ་པ་ལ་ཡག་རྒྱ་ནག་རྣམས་རྒྱ་ནག་མཉམ་འདོགས་ལ་ཡག་ཚོང་འདུས་བྱས་ནས་ཡང་རྒྱ་གར་དེ་ཡར་རྒྱས་བཏང་ཡང་ཅི་མ་གཏོགས་བོད་ཀྱི་གནད་དོན་གང་ལ་དཔའ་འབྲིང་ཇཱ་ཧ་ལ་ནི་རུ་གིས་བསམ་བློ་བཏང་གི་ཡོད་རེད་ན་བཏང་གི་ཡོད་མ་རེད་དྭགས་ནང་བཞིན་དཔའ་འབྲིང་ཇཱ་ཧ་ལ་ནི་རུ་གིས་ཡང་མ་འོངས་པར་ཡང་རྒྱ་གར་གྱི་བདེ་འཇགས་གང་ལ་ཡང་བསམ་བློ་འཁོར་ཡོད་རེད་ན་རྩ་བ་ཉིད་ནས་འཁོར་ཡོད་མ་རེད་གལ་སྲིད་དེའི་སྒོས་སུ་ཡང། པར་སྒྲིལ་གྱི་ས་ད་བ་ལ་བ་པར་སྒྲིལ་གྱི་གི་ཡ་ཡིག་ཆིངས་ཡིག་དེ་ལ་ཡང་ཡི་གེ་གཏང་རྒྱུ་ལེ་ཁྲི་དེ་ལ་ཁོའི་བསམ་བློ་ཏིས་བཏང་བ་ཡིན། ད་མདོ་བས་ན་ཡང་རྒྱ་གར་ལ་ཡང་དང་དག་གི་དཀའ་ངལ་དེ་འདྲའི་འཕྲད་སྲིད་གི་མ་རེད། ཡིན་པ་ཡིན་ན་ཡང་པར་སྒྲིལ་རྒྱ་གར་ལ་ནི་རུ་གི་དེ་ཚང་མ་གནང་མི་གཏང་རོགས། འོ་འདི་རེད་ད་དེ་འདྲས་ཡིན་དུས་བསམ་པར་ལ་ཡ། ཨེ་ནས་དེ་གང་ལ་ལྔ་བཅུ་ང་ཤི་ལ་འཆིང་བཞག་ཚར་བའི་རྗེས་ལ་ཡ་ད་མདོ་ད། ད་ལྔ་བཅུ་ང་ཤི་དེ་དུས་ཡིན་ཡོད་ད་ད་རྒྱ་མི་བོད་ལ་ལ་ཡ་འགོ་བཙུགས་ཡ་ད་ད་ཁམས་ཕྱོགས་ནས་ཡ་ཟིང་ན་ཚང་མ་འགོ་བཙུགས་ཚར་རོགས། ད་དེ་འདྲས་ཡིན་དུས་བསམ་པར་ལ་ཡ་ག་རེ་རེད་ལུས་བསམ་པར་ལ་ཡ།

རྒྱ་མི་དམག་མི་ལ་ཡང་འབྲས་དང་དང་ར་ཤིང་སྣུམ་དང་ནི་ཟ་ཡག་རིགས་དང་ཚང་མ་ཡང་ནེ་རུ་གི་བཏང་ཡོད་རེད་ད། དེ་ག་རེ་བཏང་ལན་ཀོལ་ཀ་ཏ་སི་པོར་ནི་ད་ད་ཡག་ད་ད་ཝེས་པེངྒོལ་ཆགས་འགྲོ་གི་རེད་ཝེས་པེངྒོལ་རྒྱུ་ནི་ཡང་སི་ཀིམ་ད་སི་ཀིམ་ད་ད་ན་ཏུ་ལ་པཱ་སི་ལས་ཤི་ད་འོང་དེ་རྒྱུ་ནི་དུ་སི་བྷ་བཏང་གི་ཡོད་རེད་ད་ད་ན་ཏུ་ལ་པཱ་སི་དེ་ཆུ་ཚོགས་ཀི་ཧ་གོ་གི་མེད་ན་ད་ད་སྤྱི་བཏང་གི་ན་ཏུ་ལ་པཱ་སི་དེ་སྤྱི་བཏང་གི་སྔ་བ་ང་ཚོ་བོད་རྒྱལ་ཁབ་རང་བཙན་ཡོ་བའི་སྐབས་སུ་ནི་ཡ་ནི་ག་རེ་ལུས་བསམ་པ་ལ་ཡང་ང་ཚོ་བོད། བོད་དང་རྒྱ་གར་གཉིས་ཀྱི་བར་ཚོ་ཚོང་འབྲེལ་བྱེད་ས། ཚོང་གི་བྱེད་ས་ཚོང་ལམ་ཡང་དག་ས་མཚམས་གལ་ཆེ་ཤོས་གཅིག་རེད། སྤྱིར་བཏང་གི་སྔ་མོ་ང་ཚོ་བོད་རང་བཙན་ཡོད་སྐབས་སུ་དཔེ་ཆ་བྱ་ན་ད་ལྟ་ཧི་མ་ཅལ་དང་ཧི་མ་ཅལ་ནས་ད་ལྟ་ཡང་ང་ཚོ་བོད་ནང་ལ་ལ་བར་ཚོང་བརྒྱབ་དེ་དེ་བྱེད་ཀྱི་ཡོད་རེད་ད་ནང་བཞིན་གྱི་ད་ལྟ་ཨུ་ཏར་ཁང་དང་ཨུ་ཏར་ཁང་བརྒྱུད་ནས་ཡང་ང་ཚོ་བོད་ནས་བར་ཚོང་བརྒྱབ་ཡ་ད་དེ་འདྲ་ཡོད་རེད་དེ་ཡིན་པ་ཡིན་ན་ཡང་ད་སྐད་གྲགས་ཆེ་ཤོས་ལོ་རྒྱུས་ནང་ལ་སྐད་གྲགས་ཆེ་ཤོས་དེ་ང་ཚོ་སི་ཀིམ་དང་ད་ལྟ་ཀ་ལིང་སྤུང་དེ་ཆགས་བསྡད་ཀྱི་ཡོད་ར་འོང་དེ་འདྲ་རེད་ད་དེ་སྐོར་སུ་ག་རེ་ཚོང་རྒྱུ་བོ་ལོས་བསམ་པ་ན་སྔ་མ་བོད་རང་བཙན་ཡོད་པའི་སྐབས་སུ་ཡང་ནི་བོད་ནི་ཡང་རྒྱ་གར་ནང་ལ་ཚུར་བཅའ་ལ་ག་རེ་བགྱིས་ཡོང་གི་ལོས་བསམ་པ་ལ་དཔེ་ཆ་ཤར་ན་སེམས་ཅན་གྱི་པགས་པ་དང་དག་སྣང་ཤེས་ཀྱི་ཡང་གཡག་ཡང་གཡག་གཡག་གི་སྤུ་དང་ལུག་གི་ད་ད་པ་ཤི་མིན་ན་འུར་ལས་བྱེད་ད་དེ་ཚོ་དཔེ་སྐད་གྲགས་ཆེན་པོ་རེད། དེ་ཚོ་དང་དག་སྣང་ཤེས་ཀྱི་ཡང་ནི་མར་དང་དེ་འདྲའི་རིགས་བྱོས་ར། དེ་འདྲའི་མང་མར་དང་ཆུ་རགས་དེ་འདྲའི་རིགས་མང་པོ་བྱོས་ད་བོད་ནི་ཚུར་ཨོ་ཡོང་དགོས་ར། འོ་འདྲས་རེད་ད་རྒྱ་གར་ནི་ཕ་གར་བཏང་དགོས་ལོས་བསམ་པ་ལ་འབྲས་དང་ཨ་བྲ་དང་ཟས་དང་སྣུམ་དང་དེ་འདྲའི་བཟའ་ཡག་རིགས་ཅིག་ཡོད་རེད་བ་ད་བོད་ནང་ལ་མ་རག་རྒྱུ་རིགས་དེ་འདྲའི་མང་པོ་ཤོས་ཀྱི་ཡག་པ་བོད་ནང་བཏང་གི་ཡོད་རེད་ད་དེ་ལྟ་ནི་བསམ་པ་ལ་ན་ཏུ་ལོ་པཱ་སི་ཏེ་ད་ཁོ་སྔ་མོ་ནས་ཚུར་ལམ་གྱི་ཆགས་བསྡད་ཡོད་རེད་བ་དེས་ནེ་རུ་གྱི་དེ་ཕྱོགས་བཏང་ནས་ཡང་ནི་རྒྱ་མི་ལ་དགོ་ཡག་ག་ཅིག་བྱ་ལ་འདྲེ་ད་དུང་བསམ་བློ་ཤུགས་ཆེར་བཏང་ནས་ཡང་རྒྱ་མི་མ་མི་ལ་ཨོ་ཡག་བྱས་ཡོད་རེད་བ་འོ་འདྲ་བྱས་རེད་ད་འདྲ་བྱས་ནས་ཡང་དེ་ནི་རྗེས་ད། ལྔ་བཅུ་ང་བཞི་ལོ་ལ་ད་ཁོང་ཚོ་གི་སྤང་ཤིལ་ཆུ་རིས་དེ་བཞག་རོགས། དེ་ནི་ལོ་བརྒྱད་ཅིག་ཕྱིན་ཚར་བའི་རྗེས་ལ་ཡ། ནེ་རུ་གིས་ཡིད་མ་ཆེས་བར་གྱི་བསམ་བློ་ལ་ལྕེ་མ་འཁོར་བར་གྱི་ནི། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོ་ལ་ནི། Nineteen Sixty Two བར་ལ་ནི་ཡ་ནི་ཨ་རུ་ན་ཅལ་ལ་དམག་རྒྱག་རོགས། རྒྱ་མི་གིས་དེ་དམག་རྒྱག་འོང་དུ་བསམ་པ་ལ་ཡ་ནི་ནེ་རུ་བས་ད་ཧང་གོར་སང་ཡང་བརྗོད་ར། ནེ་རུ་ཧང་སང་རེད་སྙམ་དུ་ལ་ད་དེང་སང་ག་ལོ་གོར་ལོས་བསམ་པ་ལ་ཡ། དེའི་སྒོ་སུ་དམག་མི་དུང་སོ་ཡིན་པ་ན་དངོས་གནས་ཕྱི་ན་ཡང་དམག་རྒྱུ་ཡ་ལ་རྒྱལ་ཁབ་ཆུད་དུ་ཡ་དམག་རྒྱུ་ཡ་ཡིན་ན་ནི་པའི་ནུས་པ་ཤུགས་ཆེན་པོ་ཡོད་རྒྱུ་ཞིག་རེད་འོ་དེ་འདྲ་རེད་འདུག་ཡ། དེ་ཡིན་པ་ཡིན་ན་ཡང Leaders མགོ་འཁྲིད་མཁན་གྱི་ནོར Leaders mistake ལས་ད་ཁོང་ཚོ་ཡོད། མགོ་འཁྲིད་མཁན་དེ་ཚོ་གི་ནོར་འཁྲུལ་ལྟ་ནས་ཨ་ནི་དམག་དཔེ་སྡུག་ཅག་ཤོར་བ། དེ་ནི་ཤོར་ནས་ཡ་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོ་ལ་ཡ་དམག་རྒྱབ་དེ་འདྲ་བྱས་ནས་ཡ་རྒྱ་གར་དམག་དཔེ་སྡུག་ཅག་འཕངས་རེད་ཨ་ནི་དེ་སྒོ་སུ་གནས་སྐབས་ནི་ད་ནཱ་ནཱ་ཏུ་ལ་པཱ་སི་ཀ་ཅེ་དེ་ད་ད་དེ་ཚོང་ལམ་བྱས་ར་དེ་པེ་ན་ཀ་ཨོ་ཁེར་ད་དེ། ད་ད་མར་ཉིན་དུ་དྲུག་འདུག་ལ་མགོ་ནི་རི་ཨོ་བེན་བྱས་ཡིན་བསམ་སི་ད་འདྲེ་རེད། ཡང་དེ་ནི་ཀོ་བིད་ནཱིན་ཏིན་ཡོད་ཀོ་རོ་ན་བསླབ་དེ་འདྲེ་བྱེད་དུས་བསམ་པ་ཡང་ན་དུ་བསླབ་ག་ཞིག་ད་ད་དེ། ཚོང་ལམ་ཚོང་གི་འགྲོ་ས་ཕག་བྱས་ཡོད་ར་འོ་དེ་ཡང། མགོ་ནི་མགོ་རྒྱ་ཨོ་ཁེར་རེད། ད་ཡང་ཁ་ཚང་ཉེ་ཆར་རང་ཁ་ཚང་རང་ཡང་དེ་ད་ད། ནདུ་ལ་པཱ་ཟ་ཁ་ཞེས་དང་ཚོང་གི་ལམ་ཁ་ཆུང་ལམ་ཞིག་ར་ད་ནས་སི་ཀིམ་གྱི་རྒྱུད་ནས་འོང་དེ་རང་རྒྱ་སྒོ་ཕྱེ་ས་དབོན་འདི་རེད་ད་ད་ད་ནདུ་ལ་པཱ་ཟ་ཁ་ཞེས་དེ་དེའི་སྐད་ཆ་བཤད་བ་ཡིན་ན་ང་མང་གཙོ་བོད་རང་བཙན་ཡོད་སྐབས་སུ་དང་ད་ད་ངས་དེ་ལ་པར་དུ་འཛུལ་བཞག་གོ་ཡ། ནདུ་ལ་པཱ་ཟ་དེ་ཚོང་ལམ་དཔེ་གལ་ཆེན་པོ་གཅིག་རེད། དཔེ་ཆ་ཤར་བ་ཡིན་ན་ན་ཏུ་ལོ་པཱ་སི་ནི་ཐམ་ཐག་ཕག་སོ་ལྕགས་ལ་ཨོ་དི་ཟམ་པ་ལ་བོད་ཀྱི་ས་ཆ་ཁྱད་ཆོས་ཤིག་ད་ནི་གཉིས་ལ་ཨོ་འགྲོ་གི་ཡོད་རེད་གཅིག་དེ་ཁ་ལི་ཟམ་པ་ཡར་ཐང་ལས་ཀྱི་དང་ཡར་ཐང། མོ་དེ་ཆགས་འགྲོ་ཡར་ཐང་ལས་དེ་ག་ཝའི་ལ་ཡོད་རེད་གླིང་ཟམ་པ་ལ་ད་ད་སི་ཀིམ་དང་བུ་ཁྲང་འདུག་དེ་གི་ཀིམ་མ་ཅིག་ད་ད་འབྲོག་ལམ་ལ་ཡང་ས་ཆ་ཅིག་ཡོད་སྔ་མོ་འབྲོག་ལམ་དམག་དང་དེ་ནི་སྨྱུག་ལམ་སྨྱུག་ལམ་དབུ་ཆུང་ས་མོ་དེ་འབྲོག་ལམ་ག་ཅིག་གང་ལ་ཡོད་རེད།

རྒྱ་གར་ནི་བོད་ལ་དགོས། བོད་ལ་མ་རག་བ་བཅའ་ལག་ཚང་མ་ཐུགས་སྲས་བོད་ནང་ལ་དེ་འོས་འཕྲིན་བྱེད་ཀྱི་ཡོད་རེད་ད་དེ་སྐོར་ཟེར་ཡང་མོ་དགྲ་ལམ་ཁ་དང་དེ་འདྲ་ཡོད་རེད་བས་ན་རྩ་བ་ཉིད་ནས་ཡོད་མ་རེད། མང་ཆེ་ས་ཁར་ལི་ཙི་བཟང་པོ་ལ་ཡང་སྟག་དང་བོང་གུ་དང་དེ་འདྲ་རྒྱུ་ནི་ཁེལ་གྱི་ཡོད་རེད་དེ་ངས་དེ་པར་བཏོན་ཚར་མ་དེ་དེ་འོག་སུ་ག་ནས་ག་ནས་འགྲོ་གི་ཡོད་མེད་དེ་ལ་ངས་ཤ་དོ། འོ་འདྲི་གཅིག་རེད་ད་དེ་བརྗོད་ནས་ངས་གཙོ་བོ་ག་རེ་ཞུ་དགོས་ལི་ཙི་བཟང་པོ་ལ་ཡང། ནི་རུ་ཁོ་རང་གིས། མི་ཚེ་ནང་ལོགས་ལ་ཡང་ག་རེ་ལས་བསམ་པ་ན་ཅིག། རྒྱ་མི་ལ་ཡང་ད་ཞུ་ཡིག་ཅིག་གིས་ཁོ་རང་དེ་ཡོད་དུ་འཇུ་ཅིག་རེད། ཡིན་པ་ཡིན་ན་ཡང་ད་ཁོ་རང་གིས་ཡང་ཁོ་རང་རྒྱ་གར་ནང་གི་སྲིད་བློན་ལ་ན་རེ Prime Minister དང་པོ་དེ་རེད་དེ་ཁོ་རང་གིས་ད་གནང་བའི་སྐབས་སུ་ཡང་ཞུ་ཞུའི་ཚགས་ཚུགས་ཡག་པོ་བྱུང་ཡོད་མ་རེད། ད་དཔལ་འབྱོར་ཡིན་པ་ཡིན་ན་དཔལ་འབྱོར་གྱི་ཞུ་ཞུ་གས་བྱུང་ཡོད་མ་རེད་དཔལ་འབྱོར་ཡར་རྒྱས་ཞི་ར་ཞི་ར་བཏང་ཐུབ་ཡོད་མ་རེད། ཐ་ན་ཁོ་རང་གི་ནོར་འཁྲུལ། ཤོར་ཡ་དེ། པར་དྲིལ་འཇིག་གི་ཡི་གེ་བཏང་བ་དེ་ཁོས་མ་ཉན་ནི། ནི་རྒྱ་མི་མཉམ་དུ་ཞུ་ཉེའོ་བྱས་ཡོད་རོ། དེ་འདྲའི་རྐྱེན་འདི་བསམ་པ་ལ་ཡ་ད་ད་ལྟ་ཡིན་པ་ཡིན་ན་ཡང་དང་ལྔ་བཅུ་ང་དགུ་གོང་ལ་ཡིན་པ་ཡིན་ན། རྒྱ་གར་གྱི། རྒྱ་གར་གྱི་ཡ་བོད་དང་བོད་དང་རྒྱ་གར་ས་མཚམས་ལ་ཡང་འགྲོ་སོང་གཏང་དགོས་ཡ་སྐོར་ཡོད་མ་རེད་བས་བདེན་ཅག་རེད། ད་ད་ད་ད་ད། ལོ་གཅིག་ལ་བས། འགྲོ་ལོ་ས་ཡ་ས་ཡ་འགྲོ་སོང་གཏང་འོ་ཁེལ་གྱི་ཡོད་རེད་ད། ས་མཚམས་གི་བདེན་ཅག་ཆེད་དུ། ད་ད་བས་ན་ཡང་དཀའ་ངལ་ག་ཚད་འཕྲད་བསྡད་ཀྱི་ཡོད་རེད། དག་སྣང་ཤེལ་གྱི་ཡག། རྨང་ཤེལ་འཕྲུལ་སྒྲིལ་གྱི་ནང་ལོགས་ལ་ཡག། ཆིངས་ཡིག་དོན་ཚན་ཡག། Five Principle ལའང་བཞག་ཡོད་རེད་དེ་དེ་ཚང་མ་ཡང་རྒྱ་མིང་གི་མདོར་བསྡུས་ན་ཡང་རྩིས་མེད་བཏང་ཚར་རེད། ཡིན་པ་ཡིན་ན་ད་ལྟ་ཡིན་པ་ཡིན་ན་ཡང། རྒྱ་གར་ཡིན་པ་ཡིན་ན་ད་ལྟ་ཡིན་པ་ཡིན་ན་ཡང་དེའི་སྐད་ཆའི་གང་ལ་ཡག་ག་ལ་གང་འདྲ་ཟེར་བ་བྱེད་ཀྱི་ཡོད་རེད། ཁ་ཅིག་ལ་ཡང་ན། རྒྱ་གར་གྱི་ཕ་ས་སྐྱ་གཟིམ་ཇོ་ད་ལྟ་བར་དུ་ཡོད་མ་རེད་རྒྱ་མིས་ཚུར་སེམས་ཁ་ལུས་ཀྱི་ཡོད་རེད། རྒྱུ་མཚན་གཅིག་དེ་རེད། དག་སྣང་ཤེལ་གྱི་ཡག། རྨང་ཤེལ་འཕྲུལ་སྒྲིལ་དེ་དམིགས་ཡུལ་དེ་ཡང་རྒྱ་གར་ཙམ་མ་རེད། བོད་ཟིང་ནག་གི་ཆབ་སྲིད་དེ་གར་རེད་ལུས་བསམ་པ་ལ་ཡང། ཆབ་སྲིད་རྒྱང་ཉིན་བཅིངས་པ་ནི་ཧ་གོ་རེད་རྒྱ་ནག་གི་གར་ལུས་བསམ་པ་ལ་བོད་ལས་བྱེད་དོ་དེ་ང་ཚོ་གི་ལག་པ་ག་ཞིག་འདི་སྤམ་མདོག་ལ་ཐིལ་དེ་བརྩི་གི་ཡོད་རེད་དེ་ནི་ཡག་ད་ད་བུ་ཁྲམ་བྱེད་ནེ་པལ་བྱེད་སི་ཀིན་བྱེད་ཨ་རུ་ན་ཅལ་ལ་དག་དེ་ཁོང་ཚོ་གི་ཧྥའི་ཧྥིང་གིར་བརྩི་གི་ཡོད་རེད་བོད་དེ་སིམ་ཚང་བ་ཡིན་ན་ག་ལེ་ག་ལེ་ཁོང་ཚོ་གི་ཡག་ནི་ནེ་པལ་དང་བུ་ཁྲམ་དང་ནི་སི་ཀིན་བྱེད་ལ་དག་བྱེད་ནི་ད་ད་ཨ་རུ་ན་ཅལ་དང་ཚོ་དེ་ཁོང་ཚོ་ལས་ལ་དབང་ནི་སིམ་ཐུག་གི་རེད་ལན་ཁོང་ཚོ་སྔ་མ་ནི་དེ་འདྲའི་ཆགས་ཤེས་དེ་ཚར་རེད་དེ་འདྲའི་བྱེད་འདི་བསམ་པ་ལ་ཡག། འདུག་ཟེར་ནས་ཡང་རྒྱ་གར་རྒྱལ་པོ་ཆེན་པོ་འཇིགས་པ་ཡིན་ན་ཡང་ནི་ནོར་འཁྲུལ་དེ་འདྲས་ཤོར་ནས་ཡང་ད་ལྟ་དཀའ་ངལ་ལྷག་དཀའ་ངལ་འཕྲད་དེ་གི་ཡོད་ད། དངོས་གནས་བྱས་ན་མི་ཀླད་པ་ཡོད་ཆོས་གཅིག་གིས་ཡང་དཔའ་དྲིལ་འཇིགས་ཀྱི་སྐད་ཆ་དེ་སྔ་མ་དེ་འདྲས་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོར་ལ་ཡོད་རེད་དེ་ཡིན་པ་ཡིན་ན་ཡང་མགོ་ཁྲིད་ཉན་རྗ་ཧ་ལ་ནེ་རུ་གིས་ཉན་ཡོད་མ་རེད་དེ་མ་ཉན་བ་ད་ནི་ད་ལྟ་ནེ་རུ་ལོ་རྒྱུས་ནང་ལ་ཕར་ལྟ་བ་ཡིན་ན་ཁོ་ག་རེ་ཆགས་འདུག་ལ་བསམ་པ་ལས། ནེ་རུ་གིས་ཡང་ཁོ་རང་གིས་ཡང་སྲིད་བློན་གནང་བའི་བརྒྱུད་རིམ་ནང་ལོགས་ལ་ཡང་མི་སྐྲག་ཆེ་ཤོས་དེ་རེད་ད། ད་ད་ལྟ་བས་ན་ཡང་དཀའ་ངལ་ལྷག་འདི་ཡ། མོ་འདི་འདྲའི་ཆགས་འདི་རེད་བྱས་ཙང་ངས་ཁ་ལོ་ལོ་བསམ་པ་ལ། ད་དཔེ་བྱས་ན་ད་ལྟ་ང་ཚོ་ཡིན་པ་ཡིན་ན་ཡང་ད་ང་ཚོ་ཁོ་རྒྱལ་ཁབ་ཤོར་རེད་བ། རྒྱལ་ཁབ་ཤོར་རེད་ད་ད་བས་ན་ཡང། ད་ང་ཚོ་གི་རྒྱ་མི་མཉམ་དུ་ལ་གཅིག་མཉམ་གནས་དང་བསྡད་ཡ་ད་དེ་ང་ཚོ་ད་ཚང་མ་གི་དབུ་མའི་ལམ་ཁ་ཞིག་འདི་གི་གལ་ཆེ་ཤིན་གི་ཡོད་རེད་བ། ཡིན་པ་ཡིན་ན་ཡང་ད་ང་ཚོ་ད་ཁོ་དེ་འགྲིག་གི་ཡོད་འགྲིག་གི་མེད་ད་ཁོ་འགྱིག་ནི་དུས་སོགས་ཅིག་ཐག་བཅད་འགྲོ་གི་རེད་བ། ངོ་འདྲི་དེ་ཡིན་པ་ཡིན་ན་ད་ད་ལྟ་ང་ཚོ་བཙན་བྱོལ་གཞུང་ནང་ལ་འགོ་ཁྲིད་ཡོད་དེ་ཆོས་དོན་ཚོགས་ཀྱི་ཡང་ད་མི་མང་གི་ཡང་བསྐོས་ནས་ཡང་རྐུབ་ལྕག་ཅིག་རག་དེ་ཡོད་ར། ད་འགན་ཡག་པོ་མ་འཁྱིལ་བ་ཡིན་ན། འགན་ཡག་པོ་མ་འཁྱིལ་བ་ཡིན་ན་དེ་ཚང་མ་ཡང་མ་འོངས་པ་ལ་ཡང་ལོ་རྒྱུས་ནང་ལ་ཡང་ནི་ནག་པོ་བྱ་ཡག་གི་ཉེན་ཁ་ཡོད་རེད། གལ་སྲིད་འགན་ཡག་པོ་ཞིག་འཁྱིལ་ནས་ཡང། གཅིག། ལས་སྒྲུབ་ཡག་པོ་གཅིག་དང་མི་མང་གི་རེ་བ་དང། གོང་ས་མཆོག་གི་རེ་བ་དང། བོད་མི་ས་ཡ་དྲུག་གི་རེ་བ་ཚང་མ་འགྲུབ་ཐུབ་མཁན་ཅིག་ཆགས་བ་ཡིན་ན་ནི་ལོ་རྒྱུས་ནང་ལོགས་ལ་ཡག་ནི། སྐྱིད་པོ་འཇོན་ཐང་ཅན་གཅིག་དང་ནུས་པ་ཅན་གཅིག་དང་ནི་བོད་མི་རིགས་ལ་ཧང་སངས་གལ་ཆེན་པོ་ཡིན་པ་གཅིག་ག་གཅིག་དེ་འདྲའི་གི་ཡག་མིང་གཅིག་རག་ཡོང་གི་རེད། དེ་ནང་བཞིན་གི་ཡག་ལོ་རྒྱུས་ནང་ལོགས་ལ་ཡག་ནི། གོ་སྐབས་རག་བའི་སྐབས་སུ་ཡག་དེ་བེད་སྤྱོད་བཏང་མ་ཐག་ནི་ཡག་ནི་ལོ་རྒྱུས་ལ་ཡག་གཅིག་སྙིང་རྗེ་བ་ཅིག་མ་ཆགས་བ་ཡིན་ན་ནི་ལོ་རྒྱུས་ནང་ལོགས་ལ་ཡ། ནི། ཀྱི། ནག་ཉེན་ཅན་ད་ལྟ་དཔེ་ཆ་ཆ་ན་ནེ་རུ་གི་ལོ་རྒྱུས་ནང་ལོགས་ལ་ནི་ཁོ་གི mistake མང་པོ་ཞིག་དོན་དེ་གི་དོ། ཀྱི་ད་ལྟ་དཀའ་ངལ་དེ་ཚོ་བས་ན་ནེ་རུ་གི་དཀའ་ངལ་རེད་ལས་ཆོ་ད་ལྟ་བོད་དང་རྒྱ་གར་ས་མཚམས་དཀའ་ངལ་འཕྲད་དེ་ཚོ་ནི་ནེ་རུ་གི་ཡ། ནི་ང་ཚོ་ལ། བརྙན་པར་བཞག་བཞག་རྒྱུ་རེད་ལས་དེ་ནི་ད་རྒྱ་གར་མིང་ད་མར་བཤད་དེ་གི་ཡོད་ར་དེ་ཚོ་མ་དངོས་གནས་རེད་ད། དངོས་འདི་ནི་བསམ་པ་ལ་ཡང་ནི་ང་ཚོ་གི་ད་ལྟ་མགོ་ལ་ཞུགས་མཁན་ནང་པ་ཚོ་མི་མང་ཚོ་གི་རང་སོ་ལ་ཡིད་ཆེས་བྱེད་ནི་ཅིག་བཀོད་ཡོད་རེད་བཀོད་དུས་བསམ་པ་ལ་ཡང་དངོས་གནས་ད་ད་ལྟ་དུས་ཚོད་དེ་ཡིན་པས་ན་དཔའ་བོ་རང་བཙན་བློ་དགའ་ལགས་ཀྱིས་ཡང་གུ་སྡིངས་ཆ་དེ་འདྲ་ཆེན་པོ་ཅིག་བསྐྲུན་ཡོད་རེད་བསྐྲུན་ཡོད་དུས་བསམ་པ་ལ་ཡང་དམིགས་སུ་བཀར་ནས་ཡང་ད་མགོ་འཁྲིད་མཁན་སྲིད་གཞུང་གཙོས་བས་ཀྱི་ཡང་ནི་བཀའ་ཤག་དག་སྣང་བྱེད་ཀྱི་ཡང་ནི་བྱེད་དུས་ཚང་མ་ལོག་ཀྱི་ཡང་གོ་སྐབས་དེ་གླེང་བ་གལ་ཆེན་པོ་རེད་བསམ་གྱི་འདུག་ག་ཅིར་ན་ང་ཚོ་བཙན་བྱོལ་གཞུང་དེ་ཡང་ག་རེ་ལུས་བསམ་པ་ལ་ཡང་ཆབ་སྲིད་ཀྱི་ཕུང་བའི་གཞུང་ཅིག་རེད། དེ་འདྲའི་རྗེས་འདུན་བསམ་པ་ལ་ཡང་ང་ཚོ་གི་ཆབ་སྲིད་ཀྱི་མགོ་བཀྲིན་གྱི་འདུན་ཚོགས་ཀྱི་ཡང་མགོ་སྤུས་དག་པོ་ཞིག་ཁྲིད་མ་ཐུབ་པ་ཡིན་ན། ཨིན་ད་ག་འདི་གིར་བསམ་གྱི་མི་འདུག་ད་ནང་བཞིན་ང་ཚོ་བཙན་བྱོལ་གཞུང་གི་པེ་ཤ་ཤ་ནས་ད་ལྟ་ན་ང་ཚོ་བཀའ་བློན་བདུན་ཡོད་རེད་བ། ནང་སྲིད་བཀའ་བློན་གྱི་བྱེད་ཡག་དེ་ཚོ་ནང་སྲིད་བཀའ་བློན་གྱི་གཞིས་ཆགས་ཁ་བསྐོར་ཡག་རྒྱོ་ཡག་དང་གཞིས་ཆགས་ཀྱི་ཡང་ལམ་ཁ་བཟོ་ཡག་དང་གྱི་གཞིས་ཆགས་ནང་ལོགས་ལ་ཡག་གྱི། ག་བ་གོ་བ་འཇུ་བ་དང་དགུ་དུ་ནང་དང་འབྲེལ་བ་ཡོད་སྲིད་དང་འབྲེལ་བ་ཡོད་དུ་ཞུ་དུ་སོགས་ཚང་མ་ཡང་ནང་སྲིད་བཀའ་བློན་གྱི་གནང་ཡ་དུ་སོགས་ནང་སྲིད་བཀའ་བློན་རང་གནང་རོགས། དག་ནང་བཞིན་ཤེས་རིག་གི་ཐོག་ལ་བྱེད་དགོས་ཡ་དུ་འདུག་ཤེས་ཡོན་གྱི་ཐོག་ལ་གར་བྱེད་དགོས་དེ་ཤེས་ཡོན་བཀའ་བློན་རང་གིས་གནང། འཕྲོད་བསྟེན་གྱི་ཐོག་ལ་བྱེད་དགོས་ཡ་དུ་འདུག་འཕྲོད་བསྟེན་བཀའ་བློན་བྱེད་དགོས་ཀྱི་རོགས། དག་ནང་བཞིན་གྱི་ཡ། གྱི། དཔལ་འབྱོར་གྱི་ཐོག་ལ་ཡིན་པ་ནི་དེ་མང་ཆེ་བ་དཔལ་འབྱོར་བཀའ་བློན་དང་དེ་འབྲེལ་གྱི་ལས་ཀ་རུ་བ། འོན་དེ་རེད། དེ་འདྲའི་སྤྱི་འཐུས་སམ་བ་ལ་ཡ་ད་ཆོས་རིག་དང་འབྲེལ་བ་ཡོད་ཆོས་ན་ཆོས་རིག་བཀའ་བློན་དེར་ང་ཚོ་ད་ལྷན་ཁང་འདོན་གྱི་ཡོད་རུ་བ། འོན་དེ་རེད་ད་སྲིད་སྐྱོང་འགྲོ་ཆ་ཆ་ན་སྲིད་སྐྱོང་དེ་གིས་ད་སྲིད་རང་གི་ཆེད་ཕྱི་རལ་དང་གྱི་འཛམ་བུ་ལི་སྡིངས་ཆ་གས་ཆས་ཆས་དུ་ཚུར་བཏང་དག་ན་ཞིག་ཆབ་སྲིད་ཀྱི་སྡིངས་ཆ་གས་ཆས་ཆས་དོན་ཚོགས་ལ་ཡ་གང་མང་མང་ཕབ་ཐལ་དུ་ཚུར་ངེས་པའི་གས་ཆུང་མ་ཡིན་ས་རེད་བསམ་གྱི་འདུག་དེ་འདྲའི་སྤྱི་འཐུས་སམ་བ་ལ་ཡ་དེ་གང་མང་མང་གྱི་མཉམ་དུ་ལ་ཡ་ད་ད་ལྟ་ང་ཚོ་ཡ་དཔའ་བོ་རང་བཙན་བློ་དགའ་ལགས་ཀྱིས་དུར་སི་ཆ་ནི་ཡ། ཅེས་སྐུ་ལུས་མཆོད་མེ་བོད་མི་རིགས་ཀྱི་བདེ་སྡུག་དང་མ་འོངས་རང་བཙན་འཐབ་རྩོད་ཆེད་དུ་ཡང་དེ་འདྲས་ཀྱི་སྐུ་ལུས་རྩ་ཆེན་པོ་དེ་ཡང་མཉམ་འབྲེལ་རྒྱ་མཚོར་བདུན་ཐང་བདུན་ལ་ཡང་དེ་འདྲས་ཀྱི་ཕུལ་འོང་དུས་བསམ་པར་ཡང་བོད་པ་མི་ཚང་མ་དང་བཙན་བྱོལ་ནང་ལ་ཡོད་ཀྱི་མི་ཚང་མ་ཡང་བོད་མི་ཚང་མ་ཡང་མཉམ་རུབ་ཀྱི་ནུས་པ་མཉམ་སྤུངས་བྱས་པའི་དུས་ཚོད་ཅིག་སླེབས་འོང་དུས་བསམ་པར་ལ་ཨེ་ནི། གང་ལ་མགོ་འཁྲིད་མཁན་ཡོད་ཆོག་དུས་ཚོད་སྤེལ་ན་ཡང་དེ་ནི་དོན་ནི་ཡང་དང་ཐོག་མགོ་འཁྲིད་ཐུབ་པ་ཡིན་ན་ཨེ་ནི་ནུས་པ་མཉམ་སྤུངས་ལས་དངོས་གནས་ཆགས་ས་རེད། ད་ལྟ་མི་མང་ཚང་མ་ནུས་པ་མཉམ་སྤུངས་ཡིན་དུས་བསམ་པར་ཡང་གང་ལ་ཡོད་དུས་ཀྱི་མགོ་འཁྲིད་མཁན་དང་ཚོགས་མཁན་ཡག་པོ་ཞིག་ལ་འཁྲིད་མ་ཐུབ་པ་ཡིན་ན། ཨེ་ནས་ཡང་དེ་ནུས་པ་ཉམས་མོ་པས་རྗེས་ནས་ཡང་སྙུང་གླེང་མང་པོ་ཞིག་བྱས་ཉེན་ཀ་འདུག་དེ་ཡིན་དུས་བསམ་པ་ལ་ཡག། མགོ་ལ་སྡེ་མཁན་ཚོ་གིས་མི་སེམས་ལས་དེ་འཁྲུག་མ་བྱེད་རོགས་གྱིས། ང་ཚོ་གི་ཡང་སྤྱི་བཏང་གི་མི་ཚོ་གི་སེམས་པ་ལ་བར་མིག་གི་སེམས་དེ་འཁྲུག་ཚར་བ་ཡིན་ན་ཨེ་ན་དེ་གཉིས་ལ་རྙོག་དྲ་ཆགས་འགྲོ་གི་རེད་ད་ད་ལྟ་ང་ཚོ་ཡང་བློ་སྟོབས་ཅན་སྙིང་སྟོབས་ཅན། དཔའ་བོ་རང་བཙན་བློ་དགའ་ལགས་ཀྱིས་ཡང་ནི་མི་མང་ཚང་མ་ཡང་ཅིག་མཉམ་དུ་འཛོམས་ཐུབ་ཡ་ཅིག་དང་མི་མང་ཚང་མ་གི་ནུས་པ་དེ་ཡང་མཉམ་དུ་སླེབས་ཐུབ་ཡ་དུས་སོགས་ཅིག་སླེབས་འདུག་བ། དེ་འདྲའི་ཅིག་སྐབས་སུ་ཡང་མགོ་ཁྲིད་ངེས་ཚོ་གིས། མགོ་ཁྲིད་རོ་གྱིས། ད་དེ་ལ་སྣང་མེད་མ་བཏང་རོ་གྱིས་དེ་འདྲས་བྱས་བ་ཡིན་ན་ནི་ཡང་ཅིག་ནི་ང་ཚོ་ལམ་ལིང་མང་པོ་ཆགས་ནས་ཡང་སྤྱོད་ཚོགས་དེ་ལ་དཀའ་ངལ་ཆགས་འགྲོ་གི་རེད། འོང་དེ་འདྲས་ཡིན་འདུག་བསམ་པར་གལ་སྲིད་མགོ་ཁྲིད་ངེས་ཚོ་གིས། བོད་མི་རིགས་དང། བོད་མི་རིགས་ཀྱི་རྒྱལ་ཁབ་དང་མ་འོངས་འཐབ་རྩོད་ལ་བསམ་བློ་བཏང་གི་ཡོད་ན་ད་ལྟ་དུས་སོགས་དེ་ལ་ཡང་མགོ་ཁྲིད་རོ་གྱིས། ད་ལྟ་དུས་ཚོད་ནི་འགོ་ཁྲིད་དང་འགོ་ཁྲིད་ཚོ་ཡིན་པ་ཡིན་ན་ནུས་པ་མཉམ་སྤུངས་བྱེད་པའི་དུས་ཚོད་ལས་ཤ་ཟ་ག་ཅིག་མིང་མང་ཚང་མ་ག་ལ་གང་ཚང་ཞིག་ལྟ་ད་ལྟ་ནུས་པ་མཉམ་སྤུངས་ཆགས་ཡོང་དགོས་དང་ནུས་པ་གཅིག་ཏུ་བསྒྲིལ་ཡོང་དགོས་དང་དེ་ཡིན་དུས་བསམ་པ་ལ་འགོ་ཁྲིད་ཡིན་ཚོ་ངེས་པར་དུ་ཡ་བསམ་བློ་བཏང་རོགས་གནང་ཞུ་ཡིན་ལགས་སོ་ཐུགས་རྗེ་ཆེ།